ད་ངས་སྐད་ཆ་འདི་ཚོ་ཐམས་ཅད་ཡང་བཤད་ཡང་བཤད་ད་གལ་ཏེ་གི་ནང་བཞིན་ཅིག་རེད་དེ་གི་འདུག་ཁ་སང་གོང་དུ་ཞུས་པ་ནང་བཞིན་མགོ་མཇུག་གང་ཡང་ཡོད་མ་རེད་དེ་དེའི་སྟེང་དེ་ལ་དངོས་གནས་བྱས་ན་དཔེ་ཆ་ཤེས་མཁན་དེ་གིས་གྲ་སྒྲིག་འདྲ་བྱས་པ་ཁྱེད་རྣམ་པ་དེ་དཔེ་ཆ་ཤེས་མཁན་དྲ་བ་མང་མང་པོ་ཅིག་ཕ་ཤེས་མཁན་འདྲ་པ་རེད་དེ་འདྲ་ཀློག་དེ་དེ་འདྲ་དགོས་རེད་ད་དེ་ནི་ཨ་ལེ་དང་པོ

དེ་ཡིན་ན་ཡང། ད་ལན་འདི། སྤྱོད་འཇུག་གི་སྐོར་ལ་ང་ཚོ་བཀའ་མོལ་གནང་ཡ་དེ། གཅིག་སྐད་ཆ་ཚུལ་བཤད་ཡག་གི་བཤད་ས་གི་ད་གཞི་འདྲ་པོ་གཅིག་གོ་གི་ཡོད་ཙང་ད་སྤྱོད་འཇུག་དང་འདེམས་ཁ་ལེན་རེད་མ་གཏོགས་སྤྱོད་འཇུག་དམིགས་བསལ་ད་གང་ཡང་གཅིག་མ་རེད་བ། དེ་ནས་ང་ཚོ་བཀའ་མོལ་གནང་མཁན་ཚོ་ཡང། དེ་ནས། སྤྲུལ་སྐུ་དང་མཁན་པོ། ད་མ། ཁྱོད། ག་རེ་ཟེར་བ་རེད། བཤད་ཐུབ་མཁན། བཤད་དགོས་མཁན་ཟེར་བ་རོ་དང་བཤད་ཡག་གི་ལས་འགན་ཡོད་མཁན། བསྟན་པ་སྤེལ་ཡག་གི་ལས་འགན་ཡོད་མཁན་དེ་འདྲའི་ཤ་སྟག་ཡིན་དུས། དེ་ནས། དེ་མིན་གང་ཟག་ད་ཚིག་རྐང་རེ་རེ་རེ་རེ་བཞིན་དུ་ང་རང་གི་རྩ་དོན་བཤད་ཤེས་གི་ཡ་མ་རེད་ལ། དུས་ཚོད་ཡང་མི་འདུག་དེ་ནས་དགོས་གི་ཡང་མི་འདུག། ད་ལན་གཙོ་བོ་ཀུན་སློང་དེ། བསམ་བློ་བཏང་བཏང་ཆོག་ཟེར་བ་རེད། བསམ་བློ་བཏང་ཆོག་ང་རང་ཚོའི་དཔེ་ཆ་གོ་བ་ལེན་སྟངས། དེ་ནས། དཔེ་ཆ་ཙམ་གྱིས་མ་ཡིན་པ་སྤྱི་བཏང་ནང་ཆོས་ཀྱི་སྟེང་དུ་ལ་ཡང་བསམ་བློ་བཏང་བཏང་ཟེར་བ་རེད་བསམ་བློ་ཁ་ཕྱོགས་སྟངས། དེའི་སྐོར་དེ་ལ་ང་ཚོས་བལྟས་ཚེ་གཅིག་ད་བཟོ་བཅོས་རང་ད་ཅི་མ་རེད་གོ།

དེ་ནས་དེ་འདྲའི་གི། མང་པོ་ཅིག་གི་གསེབ་ནང་དུ་ལི་ཡང་ཕ་འཛུལ་ཤོར་ནས། དེ་ནས་ཡང་མཚམས་མཚམས་ལ་མགོ་ཡག་གི། ག་རེ་སོ་ག་རེ་སྐད་ཆ་དེ་ཕ་བརླག་འགྲོ་བ་ཟེར་གི་འདུག་པ་ཁ་གསལ་པོ་མ་ཡིན་མེད་པ་དེ་འདྲའི། ཆགས་ཀྱི་ཡོད་པ་མེད་འགྲོ་བ་ཟེར་གྱི་འདུག་དཔེར་ན། ང་ཚོས་ད་ལྟ། ད་དུས་རྒྱུན། ང་ཚོ་ནང་པ་སངས་རྒྱས་པ་དེ་དམིགས་ཡུལ་དེ་ག་རེ་རེད་ཟེར་དུས། སངས་རྒྱས་ཀྱི་གོ་འཕང་ཐོབ་ཡག་རེད་ཟེར་ནས་ད་ལབ་བསྡད་པ་རེད་བ་ད་ང་ཚོས། སངས་རྒྱས་ཀྱི་གོ་འཕང་ཐོབ་ཡག་གི་ཆེད་དུ་དེ་ནས་ཆོས་བྱེད་ཀྱི་ཡོད་གཅིག་གཅིག་བྱེད་ཀྱི་ཡོད་གཉིས་གཉིས་བྱེད་ཀྱི་ཡོད་ཟེར་གི་བ་རེད་བ་ད། དེ་ནས་ད་དེ་བཤད་སྟངས་དཔེར་ན་སངས་རྒྱས་ཀྱི་གོ་འཕང་ཐོབ་ཡག་གི་ཆེད་དུ་རེད་ཟེར་ལབ་པ་དེ། ད་ཡིན་ད་ཡིན་དེ་དངོས་གནས་དེ་རེ་རེ་བཞིན་དུ་རྫོགས་པའི་སངས་རྒྱས་ཀྱི་གོ་འཕང། ཐར་པ་ཐམས་ཅད་མཁྱེན་པ་གི་གོ་འཕང་ཟིན་དེ་ཚོ་རེ་རེ་བཞིན་དུ་དངོས་གནས་ང་ཚོས་ད་དཔེར་མ་ཟིག་བཤད་རྒྱུ་ད་གོ་བ་གཏིང་ཟབ་པོ་དེ་འདྲ་མང་པོ་རེད་བ། ད་ཡིན་ན་ཡང་ལས་དང་པོ་གི་བའི་རིགས་དང་དེ་ནས་དེའི་ནང་ནས་དིང་སང་གི་མི་ཚོ་གི་ནང་ལ་ཟེར་དགོས་རེད་བ། དེ་ནས་སྐད་ཆ་བཤད་དགོས་དུས། དེ་ནས་རྫོགས་པའི་སངས་རྒྱས་ཀྱི་གོ་འཕང་ཟེར་གྱིན་དུས་སུ་བཤད་ཡོང་དེ་འདྲའི་ཚིག་བེད་སྤྱོད་བཏང་ཡོང་དུས། དེ་ནས། ཅིག། ད་དེང་སང་ཡང་ཚན་རིག་ཟེར་གྱིན་འདྲ་དང་དེ་འདྲའི་ལ་པད་མ་སི་དགའ་པོ་རེད་བ་དང་དངོས་པོ་དངོས་སུ་མཐོང་ཡ་ཡོད་པ་དང་ཚན་རིག་དེ་དག་པད་མ་སི་དབང་ཆ་ཆེན་པོ་རེད་དེང་སང། དེ་འདྲའི་གི་ནི་དུས་སྐབས་དེ་འདྲའི་ཅིག་ནང་དེ་ལ་དེ་ནི་ནང་པ་དེ་ཆོས་ལུགས་པ་ཆོས་ལུགས་ཀྱི་སྐད་ཆ་བཤད་མཁན་གྱི་གྲས་དེ་ལ་ཁ་རྩོད་རྐྱང་བྱས་ནས་གང་ས་དེ་ནི་ང་རང་ཚོ་གས་ད་མཚམས་མཚམས་ལ་ནང་ཆོས་གང་ས་ནང་པ་དེ་ད་ཆོས་ལུགས་པ་ཡིན་ཤ་ཤ་ད་བྱེད་རོ་ད

དེའི་གྲས་དེ་དཔེར་ན་ཐུགས་བསམ་བཞེས་དང། ལོ་ལྔ་བཅུ་བརྩེགས་ཀྱི་རྒྱུགས་ལ། ད་ལོ་ལྔ་བཅུ་ལྗགས་ཀྱི་རྒྱུགས་ལ། དེའི་སྐབས་ཀྱི་མི་རིགས་དེ་ཚོ་གི། ད་ལྟའི་གི་ད་ལྟ་ང་ཚོ་ལ་འཇིག་རྟེན་གྱི་ཁམས་འདི་ལ་ཡོད་པ་གྱི་ཚན་རིག་དེ། ཕར་རྒོལ་ཀླད་པ་རྙིང་པ་ཆོས་ལུགས་ཀྱི་བཤད་པ་ནང་བཞིན་གྱི་གྲལ་ལ་བཙུགས་བཞག་ན།

དངོས་གནས་བྱས་པ་ཡིན་ན། ཨ་ཚན་རིག་དིང་སང་བཤད་རྒྱབ་ཡིག་ཚན་རིག་ལས་ཀྱང་ལྷག་ཚེ་ཕྱི་ནང་གསང་བ་གསུམ་གྱི་ཚན་རིག་རེད་དེ་རོ་ལྟ་འདི་དངོས་འདྲ་བྱས་ན། དངོས་པོ་གི་གནས་ཚུལ་དོན་དུ་གཉེར་ནས། དངོས་པོ་གི་གནས་ཚུལ་ཧ་གོ་ན། དངོས་པོ་གི་གནས་ཚུལ་དེ་སྤྱིའི་ཁྱིམ་པའི་ཧ་གོ་ཐམས་ཅད་ཧ་གོ་མཁན་གྱི་གོ་བ་ཡིན་ན་ད་དེ

ད་ང་ཚོས་རྩེད་མོ་རྩེ་ཕྱིར་རྗེ་མི་ཁང་བུ་གཅིག་མི་གཅིག་གི་སྟེང་གདོང་འཇགས་ཞུས་ཀྱིན་ཞིག་ན་ང་ཚོས་ཤི་ཏྲ་ཤི་ཏྲ་ད་ལྟའི་ཚེ་ཁོང་ཁྲོ་ཁྲོ་འབར་ན་ཅི་ཞིག་ད་དཔེ་དཀའ་ལས་བརྒྱབ་ཡོད་རོགས་ཡང་དེ་ཁང་ཁང་བུ་རྗེ་མི་ཁང་བུ་དེ་བཟོ་ཡ་ལ་དེ་མ་ཏོ་ཤི་ཏྲ་ཤི་ཏྲ་དེ་ནི་ཕ། ག་རེ་ཟེར་བ་རེད། དམག་བརྒྱབ་དགོས་ཡག་གི་དེ་འདྲའི་གི་དེ་ནི་གང་ཟག་ང་ཚོས་ཤི་ཏྲ་ཤི་ཏྲ་དོ་སྣང་བྱེད་གི་མ་རེད་བ། དེ་མ་ཇི་ལྟ་ཡང་དེ་ཅིག་གང་ཟག། ཡུལ་དུས་སོ་སོར་ཅན་སོ་སོ་ལ་རག་ལས་ཀྱི་རེད་དེ་ཡིན་ན་ཡང་ད་ང་ཚོས་རྩེད་མོ་རྩེ་ཆེད་ངས་ཁ་སང་ཁ་ཉིན་ཡིས་ཞུས་པའི་ང་ཚོ་དཔེར་ན་ཨར་ལས་པད་ཀོར་ནང་བཞིན་དང་ག་རིལ་འདྲ་ཆུང་ཆུང་འདྲ་དེ་དེ་ཚོས་བྲེལ་ཏེ་ཅིག། ད་ལྟ་ང་ཚོ་དེ་ནི་གླག་ཤོར་བ་འདྲ་དང། དེ་ནི་ཆག་འགྲོ་བ་འདྲ་དང་དེ་འདྲས་བྱས་པ་ཡིན་ན། དེ་འདྲས་རེད་སོང་བ་ཡིན་ན་ང་ཚོས་ཞི་ར་ཞི་ར་དེ་བྱེད་ཀྱི་མ་རེད་བ་གང་ཟག། བརྩི་མཐོང་བྱེད་ཀྱི་མ་རེད་དེ་གང་རེད་ཟེར་ན། ད་དངོས་ཕུགས་ཀྱི་གནས་ཚུལ་ཧ་གོ་བསྡད་ཡོད་པའི་རྒྱུ་མཚན་གྱིས། དངོས་པོའི་གནས་ཚུལ་བྱེད་མི་ཁང་པོ་དེ། དོན་དངོས་སུ་དེ་ནི་ཁོ་རང་དངོས་གནས་ཀྱི་ཁང་པ་མ་ཡིན་པ་དེ་ཧ་གོ་བའི་རྒྱུ་མཚན་གྱིས། དེ་ནི་ང་ཚོས་ཞི་དྲག་ཞི་དྲག་དེ་ལ་ཡང་དོ་སྣང་བྱེད་ཀྱི་མ་རེད།

ད་ང་ཚོས་ཀྱི་རྗེས་མེད་ཀྱི་ཁམས་ཀྱི་ནང་ཆེན་མཐོང་ཐུབ་དགོས་ཀྱི་མ་རེད་ཆོས་ནི་དངོས་པོའི་ཀྱི་གནས་ཚུལ་འདི་དངོས་གནས་ཧ་གོ་གི་མ་རེད་དེ་ཚོ་སྙིང་པོ་མེད་པ་དང་མི་རྟག་པ་ཡིན་པ་དང། ད་དེ་ཚོའི་ཁྲོད་ང་ཚོས་ད་ལྟ་སེམས་པའི་ནང་སླེབས་ཐུབ་དགོས་ཀྱི་མ་རེད། ད་དངོས་པོའི་ཀྱི་གནས་ཚུལ་དེ་དངོས་གནས་ཧ་གོ་ཐུབ་པ་ཡིན་ན། ད་དེ་ཚོ་ལ་ཡང་འཛིན་པ་དམ་ཀྲིང་ཀྲིང་དེ་མེད་པ་ཆགས་འགྲོ་གི་རེད། ད་ལྟ་དཔེར་ན་ང་ཚོ་གི་འཇིག་རྟེན་ཆོས་བརྒྱད་ཀྱི་ལྟ་གཅིག་ཡོད་རེད་པ་ད་འདུས་པ་དམ་པོ་ཅན། དེ་དེ་གང་ས་མེད་པ་རེད་སོང་ན་ད་དགའ་ཆེན་དགའ་ཆེན་ཐར་པ་རེད་ཡོད་རེད་པ་དེ་ཐར་པ་རེད་ཡོད་རེད་ད་དེ་ཐར་ཐར་ཟེར་དུས་གང་ལ་ད་བདམས་བཞག་ཆོས་གཅིག་ནས་ཐར་ཐར་བའི་སྐད་ཆ་བཤད་དགོས་རེད་པ། ད་ལྟའི་དང་དེ་ལ་སོགས་པ་རེད། དངོས་གནས་བྱས་ན་ནང་པ་སངས་རྒྱས་དཔལ་གྱི་ཆོས་དེ་དངོས་པོའི་གི་གནས་ཚུལ་ཉག་གཅིག་ལ་དངོས་པོ་གི་གནས་ཚུལ་དེ་བསམ་བློ་བཏང་དངོས་པོ་གི་གནས་ཚུལ་དེ་ཧ་གོ་དགོས་དགོས་ཀྱི་འདུག། དེ་ཧ་གོ་ཡག་གི། དེ་ནས་ཆེད་དུ། དེ་ནས་དཀའ་ལས་བརྒྱབ། ཐབས་ཤེས་བཏང་ཆོག་ཐབས་དང་ཤེས་རབ་གཉིས་བེད་སྤྱོད་བཏང་ཆོག་བཏང་བཏང་མཁན་གྱི། གང་ཟག་དེ་ལ་ལྟ་ནང་པ་ཟེར་དེའི་ལམ་དེ་ལ་ལྟ་ནང་པ་སངས་རྒྱས་བོད་ཀྱི་ཆོས། ཨོ་ནི་ཅི་ལ་དེ་རེད་དོ་དེ་ཡིན་དུས་གང་ན། ནང་པ་སངས་རྒྱས་པའི་དཔལ་ལ་གདན་ས་ཆེན་པོ་དང།

དེང་སང་གི་དེ་ནས་ཚན་རིག་པ་དང་དེང་སང་གི་སློབ་གྲྭ་ཆེན་པོ་དེ་ཚོ་ལ་ཡང་དེ་ནས་གཞུང་དང་སྒེར་གྱི་འགྲོ་སོང་སྤྲད་ནས་གཞུང་དང་སྒེར་གྱི་འགྲོ་སོང་སྤྲད་ནས་ད་ཅིག་གང་སང་ཟླ་བ་རྣམས་འགྲོ་ཐུབ་ཡག་གི་དེ་ནས་གནམ་གྲུ་བཟོ་རོགས་བཟོ་ཡག་ལ་ཡང་ཧྥན་ཀྲིང་ཟིག་དོ་ཧྥན་ཀྲིང་ད་དཔེ་ཆ་སྤྲད་དགོས་རེད་དོན་དོ་དོག་དོག།

ཡོད་པའི་གི་དེ་ནས་གདན་ས་ཆེན་པོ་དེ་ཚོ་ལ་དངོས་གནས་པཱ་ལ་དང་གུབ་ཏཱ་དང་མ་ཐུ་ར་དང་དེ་ཚོ་གི་སྐབས་ནས་རྒྱལ་པོ་ཆེན་པོ་དེ་ཚོ་གི Funding མང་པོ་རེད་བ Funding ཁོ་ཚོ་གི་དཔེ་ང་ཚོ་ལ་ཡ་འགྲོ་སོང་བཏང་ཁོ་ཚོ་ག་རེ་བསམ་གོ་ད་མི་འདི་ཚོ་ལ་འགྲོ་སོང་བཏང་བ་ཡིན་ན་འགྲོ་སོང་སྤྲད་པ་ཡིན་ན་གྲ་པ་འདྲ་པོ་དེ་ཚོ་དང་ཡོ་གི་སཱ་དུ་དེ་ཚོ་ལ་ཡ་སཱ་དུ་དེ་ཚོ་ཡ་རེད་ད་དངོས་གནས་ཚན་རིག་པ་དེ་གཅིག་པ་རེད་དངོས་གནས་བྱས་ན་དེ་ཚོ་ལ་ཡང་ཁ་ལག་སྤྲད་དེ་ཚོ་ལ་བསོད་སྙོམས་སྤྲད་དེ་འདྲ་བྱས་པ་ཡིན་ན། དེ་ཚོ་གིས་དེ་ནི། གངས་རིའི་རྩེར་འགྲོ་ཤིང་གི་འོག་འགྲོ་ཆུ་འགྲམ་འགྲོ་ཞེས་འདི་འདྲ་བསམ་བློ་བཏང་ནས། དངོས་པོ་གི་གནས་ཚུལ་དེ་ཧ་གོ་ཡག་གི་ཆེད་དུ། རང་གི་ཡང་ཧ་གོ་ཡག་གོ་ཡག་གི་ལས་ཀ། མི་གཞན་དག་ལ་ཡང་ཧ་གོ་བཅུག་བཅུག་ཡག་གི། དེ་ནི་ཐབས་ཤེས་དག་མི་འདི་ཚོ་གི་བཟོ་གི་རེད་བསམ་ནས་དེ་ནི་དེ་ཚོ་གི་ཡོན་ཏན་མཐོང་ནས་དེ་ནི་རོགས་པ་བྱེད་མཁན་མང་པོ་བྱུང་རུང་དང། ད་ཕྱིས་སུ་དེ་ནི་ང་ཚོ་ནང་པ་སངས་རྒྱས་པའི་ཆོས་དེ་ཅི་ཆོས་ལུགས་པའི་གྲལ་དེ་མ་གཞི་ཆོས་ལུགས་པའི་གྲལ་བཙུགས་མཁན་དེ་དག་ཕལ་ཆེར་ཕལ་ཆེར་དེ་ནུབ་ཕྱོགས་པ་དེ་ཚོ་རེད་མགོ་སེར་དེ་ཚོ།

དཔེར་ན་ང་རང་ཚོ་ལ་ཡོད་ཡོད་པ་གི་ནང་ཆོས་ཀྱི་གཞུང་ལུགས་ནང་དེ་ལ་ཡོངས་རྫོགས་དངོས་པོ་གི་གནས་ཚུལ་དོན་དུ་གཉེར་ཡག་དེ་རྟོགས་ཡག་གི་ཆེད་ཀྱི་ཐབས་ཤེས་ཀྱི་མ་དེ་གཏན་ནས་མེད་རེད། དངོས་གནས་བྱས་ན། ཆོས་མེད་ཕུ་ཡ་ཟེར་གིན་འདྲ་དང་སྤོས་སྤར་ཡ་ཟེར་གིན་འདྲ་དང་དེ་ནི་མ་ནིལ། གང་གི་ལག་སྐོར། དེ་ཚོ་ཡང་དངོས་དང་བརྒྱུད་ནས་དངོས་པོ་གི་གནས་ཚུལ་ཧ་གོ་ཡག་གི་ཆེད་དུ་དེ་ནས་ག་རེ་བཟོ་གི་རེད་ཐབས་ཤེས་གཏང་འཇོག་རེད་བ་དང། ད་དེ་ཁོ་རང་ང་ཚོ་ད་ད་དེ་ཁོ་རང་སྤྱི་ཚོགས་ཀྱི་ཁོ་རང་བསམ་བློ་དེ་དེ་གལ་ཆེན་པོ་ཞིག་དེ་གང་ཟག་ངས་ཁ་སང་འདི་མགོ་སེར་དེ་ཚོ་ལ་སྐད་ཆ་བྱས་པ་ཡིན། དེ་གང་རེད་ཟེར་ན། སངས་རྒྱས་ཀྱི་ཆོས་གསུང་དུས་གང་ན་མཁྱེན་པ་རྒྱུ་མཚན་དུ་བྱས་ནས་ཆོས་གསུང་གི་མ་རེད། སྙིང་རྗེ་རྒྱུ་མཚན་དུ་བྱས་ནས་ཆོས་གསུང་དགོས་རེད་ད། དཔེར་ན། ང་ཚོ་ད་ལྟ་གང་ཡིན་དགོས། དཔེར་ན་ཚན་རིག་པ། ཚན་རིག་པ་ཅིག་ཡོད་པའི་དབང་དུ་བཏང་བྱུང། ཚན་རིག་པ། ཀྱི་དེང་སང་ཚན་རིག་དེ་ཅིག་ཡོད་རེད། Gravity ཟེར་མཁན་ཚན་རིག་ཅིག། Gravity ཟེར་ན་ད། བོད་སྐད་ལ་ག་རེ་ཡིན་ངས་བརྗེད་སོང་ད། གང་བྱས། ལྕགས་ལ་ག་རེ་ཡིན་ན་དཔེར་དངོས་པོ་ག་རེ་ཡིན་ན་དེ་མ་དེ་ནི་མ། ས་ལ་མ་དག་དཔེར་ན་སྨྱུ་གུ་འདྲ་བོ་འདི་འདྲའི་མ། མ་གཅིག་བཏང་རྗེས་དེ་མ་ལྷུང་འགྲོ་གི་འདུག་བ་དང་ལྷུང་འགྲོ་ཡ་དེ། རྒྱུ་མཚན་དེ་གང་རེད་ཟེར་དུས Gravity ཡིན་ན་ཞིག་ཟེར་གིན་དུ་ཡོད་པའི་རྒྱུ་མཚན་གྱིས་དེ་མ་ལྷུང་འགྲོ་གི་བ་རེད། Gravity ཟེར་གིན་དེ་མེད་པ་ཡིན་ན།

དཔེར་ན་ནུབ་ཕྱོགས་པའི་གི་ཚན་རིག་པ་ཧ་ཅང་གི་དེ་ནི་བྱང་ཞིང་ཆུབ་པ་གི་དེ་ནི་ཚན་རིག་པ་གཅིག་ལ་གཅིག་ཡོད་པའི་དབང་དུ་བཏང། ཁོ་ལ་སྤུ་གུ་ཆུང་ཆུང་གཅིག་པས་མ་ཟིག་ཁོ་རང་གི་གཅེས་པའི་གི་སྤུ་གུ་ཆུང་ཆུང་གཅིག་ཡོད་པའི་དབང་དུ་བཏང། དེ་ནི་སྤུ་གུ་དེ་ཁང་སྟེང་འདྲ་གཅིག་ནི་མ་ཟག་འགྲོ་ཟག་འགྲོ་བྱེད་ཀར་འདོད་སྤུ་གུ་དེ་ད་བསྡད་ཡ་མེད་རོ་ཡ་འགྲོ་མ་འགྲོ་དེ་ནི་ཁང་གི་སྟེང་ནི་མ་ག་རེ་ཟེར་བ་རེད། ཅིག་གམ། ལྷུང་ལ་ཁ་ཡིན་པའི་དབང་དུ་བཏང་ནས། དེ་དུས་དེ་ནས་ཚན་རིག་པ་དེ་ག་རེ་ལབ་གི་རེད་ཡ་ད། སྤུ་གུ་ཆུང་ཆུང་དེ་ལ་ཨོ་ཡ་དེ་འདྲས་མ་བྱས་མ་གཏོགས་ཚན་རིག་གི་དབང་དུ་བཏང་བ་ཡིན་ན Gravity ཟེར་མཁན་གྱི་ཡོད་བ་རེད་ད་དེ་ཡི་སྤྱན་པའི་ཆོས་མ་ཟག་འགྲོ་གི་རེད་ད་ཟེར་ལབ་ལབ་ས་མེད་བ། ཉན་ཤེས་གི་མ་རེད་སྤུ་གུ་དེ་ག་རེ་ལབ་གི་ཡོད་གང་བྱེད་གི་ཡོད་ག་རེ་ལབ་ཉན་ཤེས་གི་མ་རེད། ད་ཚན་རིག་པ་གིས་ད་དེ་སྤུ་གུ་རང་གི་སྤུ་གུ་ནི་རེད་དེ་བ་རེད་དེ་སྲོག་བསྐྱབ་དགོས་རེད་བ་ད། དེ་ནི་རང་གི་ད། ཡང་ན་ནི་ཚུ་ག་རེ་ཟེར་བ་རེད། འཇུ། དེ་ནི་ཚུ་ཡི་ཐན་ཡག་རང་རེད། ད་དེ་འདྲའི་བྱེད་ཡག་གི་དབང་ཆ་མེད། ཚན་རིག་པ་ཁོ་རང་ཡང་ག་ཅིག་ཅིག་ལ་ཕ། ཅིག། ཁ་མིག་གཞན་ད་ཅིག་ཟེར་བ་རེད་ཡང་ན་ནི་སྒོ། གཞན་ད་ཅིག་གི་རྩར་སླེབས་སྡོད་པ་ན་ད་དེ་འདྲའི་གི་ཅན་ཡོང་སྲིད་གི་རེད་བ། དེ་འབྲེལ་གྱི་དབང་དུ་བཏང་བ་ཡིན་ན་ད་ཚན་རིག་པ། ཚན་རིག་པ་དཔེ་སྦྱང་ཞིང་སྤྱོད་པོ་དེ་ག་རེ་ལབ་པ་རེད་དམ། དེ་ནི་སྤུ་གུ་དེ་ལ་ཨ་ལེ་པེ་གོ་སེ་ཀན་ཏོ་ད་རྩེ་མོ་རྩེ་ཆས་དེ་ཚོ་བཏོན་ནས། ཨེ། འདས་ཤོག་ད། འདས། ད་ད། དེ་ནི་ཆུ། ཁ་བཀྲི་ཡག་གི་ཆེད་དུ། ཁ་གྲང་ཡག་གི་ཆེད་དུ་དེ་ནི་སྤུ་གུ་དེ་ག་ལེ་ག་ལེ། ད། མ། མ། གཡང་ན་མ། ཟ་མི་འགྲོ་ཡག་གི་ཆེད་དུ་དེ་ནི་དཔེ་མ་གཟིགས། ད་ཐབས་ཤེས་བརྒྱ་འགྱུར་སྟོང་འགྱུར་བཏང་གི་རེད་བ་ད། མ་གཏོགས་ཚན་རིག་པས་ཀྱི་ལྟ་བ་དེ་མ་བཤད་དེ་ན་དེ། བུ་གུ་མ་ལྷུང་ཚར་དེ་དུས། དེའི་ནང་བཞིན་ང་རང་ཚོ་ནང་པའི་ཀྱི་ཆོས་ནང་དེ་ལ། སངས་རྒྱས་ཀྱི་སྙིང་རྗེ་ཀྱི་དབང་གིས་དེ་ནས་པས་བུ་གུ་འདྲ་མི་འདྲ་ད་བུ་གུ་མང་པོ་ར་བ་དང། སེམས་ཅན་གྱི་ཁམས་མཐའ་ཡས་པ་ལ། དེ་ནི་ཆོས་ཀྱི་ཕུང་པོ་སྟོང་ཕྲག་བརྒྱད་ཅུ་རྩ་བཞི་ཟིན་ད་ཡིན་རྒྱུ་དོན་དང་ཐོག་ཏུ་ཨ་ལས་དཔལ་གོ་སྟོང་ཕྲག་བརྒྱད་ཅུ་རྩ་བཞི་དང་གཅིག་པ་གཅིག་རྐྱང་རེད། སོ་སོ་སོ་སོ་ལ། གང་ཟག་སོ་སོ་སོ་སོ་ལ། དེ་ནི། ཁ་དྲང་ཡག་གི་ཆེད་དུ་སྐད་ཆ་བཤད་བཤད་པ་དེ་འདྲ་མང་པོ་ཡོད་རེད་དམྱལ་བ་ཡོད་སུ་གསུངས་ཡོད་རེད་མཚམས་མཚམས་ལ། མཚམས་མཚམས་ལ་ཡི་དྭགས་ཡོད་སུ་གསུངས་ཡོད་རེད་མཚམས་མཚམས་ལ་དམྱལ་བ་ཟེར་གི་འདི་གང་རེད་ཟེར་ད་ལྟ་འདི་སྐྱོན་ཆུང་ནང་ལ་ཡོད་རེད་དམྱལ་བ་ཟེར་འདི་གང།

ངས་ཆུ་ཆུ་དེ་ཡང་ནས་ཡང་དུ་བཏབ། ཆུ་དེ་དངོས་པོ་གི་གནས་ཚུལ་དོན་དུ་གཉེར་མཁན་གྱིས་རེད་བསམ་ནས། གང་ཟག་དེའི་ལམ་ཉམས་སུ་ལེན་མཁན་དེ་དེ་ལ་ལྟོས་ནས་ནང་པ་སངས་རྒྱས་པའི་གི་ལམ་འདྲ་པོ་དེ་ད་འཛུགས་གི་བཙུགས་སྟངས་དེ།

ཨོའི། ཆོས་མེད་པར། ཕྱག་འཚལ། མཚམས་འདས། སྒོམ་བརྒྱབ། ཐ་མི་ཐ་མ་སངས་རྒྱས་ཀྱི་གོ་འཕང་སེང་གེ་ཐོབ་རྒྱུ་ཡོད་རེད་ད་ཟེར་ལབ་ན། མང་ཆེ་བ་གང་འདྲ་ད་ཁོ་ཆོས་ལུགས་པ་གི་སྐད་ཆ་ཞིག་བཤད་གི་འདུག་ད་བསམ་འགྲོ་གི་ད་དེ་གི། དེ་ནི་ཆོས་ལུགས་པ་ལ་ད་དེང་སང་བརྙས་བཅོས་བྱས་བསྡད་པའི་སྐབས་རེད་པ་དེང་སང། ཞབས་འདྲེན་ཞུ་མཁན་དག་ཆོས་ལུགས་འདི་གང་ས་ནུབ་ཕྱོགས་ནས་དར་བའི་ཆོས་ལུགས་འདི་ཚོ་ཞབས་འདྲེན་ངོ་མ་ཁོ་ཚོ་གི་ཞོལ་རེད་ཞུ་རྒྱུ་ད། ད་དེའི་གྲས་ལ་ང་ཚོ་ཡང་ཕ། ཐན། གཙུག་སྦྱར་བ་ད་ང་རང་ཚོ་གི་ག་ཞིག་ཡིན་གདོང་མདོག་ཅིག་འགྲོ་གི་བར་ད་དེའི་ནང། དངོས་གནས་བྱས་ན་གཙང་ནི་མ་རེད་ང་ཚོ་དངོས་གནས། དངོས་པོ་གི་གནས་ཚུལ། ག་རེ་ཟེར་བ་རེད། དོན་དུ་གཉེར་མཁན་གྱི་རྗེས་འབྲང་པ་ཟེར་བ་རེད་ད་དེ་དེ་རེད་བ་ང་ཚན་རིག་པ་ངོ་མ་ང་ཚོ་རེད་དེ་བ་ད་ཕྱི་ནང་གསང་བ་གསུམ་གྱི་ཚན་རིག་པ་ངོ་མ་དེ་ཚན་རིག་ཟེར་མཁན་དེ་བེད་སྤྱོད་རྒྱུ་མཚན་རྗེས་འབྲང་ཟེར་གི་འདུག་བ་ཁ་ཤས་ཀྱི། དེ་རེད་དེ་རེད་དེ་ཡིན་དེ་ག་ན་དེ། ང་རང་ཚོས་མ་བཀའ་མོལ་གནང་ན་ཡང་དེ་འདྲ་ཆགས་པོ། ཁོ་རང་ཚོའི་རྣམ་འཇོག་ལ་ཡང་དེ་གང་ཟག་འགྲོ་ཆེ་གི་རེད་དྲན་གི་འདུག་དེ་ནི་ད་ཁོ། མི་ལ་བཤད་ཡ་ཙམ་གྱིས་མ་ཡིན་པར་ང་རང་ཚོ་ལ་ཡང་དུས་རྒྱུན། དེ་ནི་ད་འདས་ལ་ཡོད་མཁན་གང་ཟག་ང་ཚོ་ཐམས་ཅད། ད་བླ་མ་གྲྭ་པ་ཤ་སྟག་རེད། དེ་ནི་སྟོན་པའི་རྗེས་འཇུག་ཤ་སྟག་རེད་དེ་ནི་ང་ཚོ་ཡང་ད་ང་རང་དོན་ལ་དངོས་ནས་ལྟས་སུ་ཆོས་ཉམས་ལེན་དང་དེ་ནས་སྒོམ་ཉམས་ལེན་པ་དེ་འདྲ་དེ་འདྲ་བྱེད་དགོས་རེད། དེ་འདྲ་བྱེད་མཁན་གྱི་གང་ཟག་འདྲ་ཅིག་ཡིན་ན་ཡང་དེ་ནི་གོ་བ་ལེན་སྟངས་དེ་ང་ཚོ་གི་ལས་འགན་དེ་དངོས་པོ་གི་གནས་ཚུལ་དེ་ཧ་གོ་ཡག་གི་ཆེད་དུ་ཡིན་བསམ་ནས་ད་མང་ཆེ་བ་ད་ང་ཚོ་ད་ཚིག་རྫོགས་པ་སངས་རྒྱས་ཀྱི་གོ་འཕང་ཐོབ་ཡག་ཟེར་གྱི་འདྲ་དེ་འདྲ་བེད་སྤྱོད་གཏང་གི་རེད་བ་ཡིན་ན་ཡང་མཚམས་མཚམས་ལ་ད་ང་ཚོས་དངོས་པོའི་གི་གནས་ཚུལ་དོན་དུ་གཉེར་མཁན་གི་གི་གང་ཟག་ཡིན་བསམ་ནས་དེ་འདྲས་གི་བསམ་བློ་བཏང་སྟངས། གོ་བ་ལེན་སྟངས། འཚོ་བ་སྤྱད་སྟངས། མི་ཚེ་སྤྱད་སྟངས། དེ་འདྲས་བྱས་པ་ཡིན་ན། དེ་ནས། དཔེ་ཆ་ཅིག་མ་ཀློག་ན་ཡང་རེད་ད་ག་རེ་བྱ་བ་གང་དང་ག་རེ་བྱས་པ་ཡིན་ན་ཡང་དེ་ནས་གོ་བ་ལེན་སྟངས་དེ་བལྟས་ཚེ་མ་འདྲ་བ་ཡོང་གི་རེད་ཟེར་དྲན་གི་འདུག།

ཡིན་ན་ཡང། ང་ཚོས་ནང་ཆོས་ནང་འདི་ལ་ཉོན་མོངས་པ་སེང་དེ་གང་རེད་ཟེར་དུས་མཚམས་མཚམས་ལ་ང་ཚོས་བེད་སྤྱོད་ཚིག་ག་རེ་བེད་སྤྱོད་བཏང་དགོས་རེད་ཟེར་དུས་ཚུལ་བཞིན་མ་ཡིན་པ་ཡིད་ལ་བྱེད་པ་ལབ་ཡོང་གི་རོ། དེ་མ་ཟིག་གོ་རྒྱུ་ཆེན་པོ་རེད་ད་དེ། ཚུལ་བཞིན་མ་ཡིན་པ་ཡིད་ལ་བྱེད་པ་ཟེར་དུས་གང་རེད་ད་དེ། དངོས་པོ་གི་གནས་ཚུལ་དང་མ་མཐུན་པ་གི།

ཚུལ་བཞིན་མ་ཡིན་པ་ཁ་སང་ངས་ཞུས་ཡིན་པ་མི་རྟག་པ་རྟག་པ་རེད་བསམ་ཚུལ་བཞིན་མ་ཡིན་པ་རེད། མི་གཙང་བ་གཙང་བ་རེད་བསམ་དེ་ཚུལ་བཞིན་མ་ཡིན་པ་རེད། བྱས་ཙང། ཡེ་ཤུ་དང་ཁ་ཆེ་དང་དེ་ཚོའི་གྲས་ཀྱི་འདོད་ཆགས་ཞེ་སྡང་དེ་ནས་འཚེ་བ་ཟེར་མཁན་དེ་ཚོ་སྡུག་ཅག་རེད་ཟེར་ཁོང་ཚོས་དེ་རང་ལབ་གི་རེད་སྐད་ཆ་དེ་གཅིག་པ་གཅིག་རྐྱང་རེད་ང་ཚོ་བོད་ང་ཚོའི་ནང་ཆོས་དང་གཅིག་པ་གཅིག་རྐྱང་རེད་ཡིན་ན་ཡང། ཧོབ་དེ་ག་རེ་གཅིག་པ་རེད་དེ། ང་ཚོ་ནང་ཆོས་དེ་ཐ་མི་ཐ་མ་ཚུལ་བཞིན་ཡིད་ལ་བྱེད་དང་མི་བྱེད་གཉིས་པ་རུ་ལ་ཡང་བསམ་བློ་བཏང་དགོས་པ་རུ། ཚུལ་བཞིན་མ་ཡིན་པ་ཡིད་ལ་བྱེད་ཚ་བའི་ཞུ་གུ་དེ་ལ་ཕ་བལྟ་ས་ལ་ག་རེ་མོ་ག་རེ་ཡག་པོ་ཡོད་པ་ཡིན་ན་ཡང་དེ་ནི་དཔང་རྒྱུ་རང་རེད་དོ། ད་དེའི་གྲས་དེ་མ་ཤེས་ཀྱི་དང་དབུ་མེད་ཀྱི་གཞུང་དེ་ཚོ་ལ་མང་པོ་སླེབས་ཀྱི་རེད་ད་དེ་གཅིག་ཡིན་དགོས།

དམ་བཅའ་བྱས། ཁས་ལེན་བྱས། དེ་ནས་ད་འདི་རང་རེད་འདི་ལས་འདའ་ས་སྐར་མ་ལྔ་མེད་མི་འདའ་བ་ཟེར་བ་རེད་བ་ད། དེ་འདྲས་ཀྱི་དེ་འདྲས་བྱེད་མཁན་གྱི་རིགས་དེར་ད་གྲུབ་མཐའ་མར་བ་ཟེར་ན་འགྲིག་གི་འདུག་ད་ལྟ་གནས་སྐབས་ཅིག་ལ། ད་འཇིག་རྟེན་པ་སོ་སོའི་སྐྱེ་བོ་ཟེར་བ་ད་འཇིག་རྟེན་པ་དེ་ཚོ་གི་ངོ་ལ་དེ་ནས་ག་རེ་ཡིན་ན་ཡང་ཞེ་དྲག་ཞེ་དྲག་ཁོ་ཚོས་དེ་བག་ཆགས་ཀྱི་དབང་གིས་འདི་རེད་འདི་མ་རེད་འདི་རྩ་ཆེན་པོ་རེད་འདི་རྩ་ཆུང་ཆུང་རེད་འདི་སྡུག་ཅག་རེད་འདི་ཡག་པོ་རེད་བསམ་བསམ་འདྲ་པོ་དེ་འདྲའི་གི་བསམ་བློ་དེ་བག་ཆགས་དང་གོམས་གཤིས་དང་སློབ། དེ་ནི་གང་བསམ། ཡུལ་ཅན་དེ་འདྲའི་གི་དབང་གིས་ཆགས་བཞག་པ་དེ་འདྲ་ཅིག་མ་གཏོགས། བརྟགས་ཤིང་དཔྱད་ནས་དེ་ནི་གང་བསམ། ཁས་ལེན་བྱེད་ཆོག་པ་དེ་འདྲ་ཡོད་མ་རེད་མང་ཆེ་བ་དེ་ལ།

ཁྱེད་ཚོ་གིས་ང་ཟེར་དུས་ག་འདྲི་ཅིག་ལ་ལབ་ཀྱི་ཡོད་པ་དྲི་ཁ་བྱས་ན། ཏན་ཏན་དེ་འདྲི་བཤད་རྒྱུ་ཡོད་མ་རེད། མཚམས་མཚམས་ལ་ང་ཟེར་དུས་དྲ་མགོ་ལ་ཅིག་བཙུགས་བསྡད་ཀྱི་ན་ཅིག་ཅིག་མཚམས་མཚམས་ལ་ན་ཅིག་མི་ཅིག། དེ་ནས་གང་ཟག་ཅིག། མ་གིས་རྐང་པ་གི་མཛུབ་མོ་ཆུང་ཆུང་ཅིག་ལ་ཡ་མནན་ཚེ་བྱས་བྱས་ན་དེ་ཨ། ཁྱོད་ངའི་རྐང་པ་ང་བརྫིས་སོང་ཟེར་གྱི་རེད་པ་དེ་འདྲ་ཅིག་རྐང་པའི་མ་གིས་མཐིལ་ཆུང་ཆུང་དེ་ཡ་དེ་འདྲ་ཅིག་ང་ཡིན་པའི་སོབ་ད་ན་བཞིན་ཤི་ར་ཤི་ར་ཏན་ཏན་ཡོད་མ་རེད། ཅི་ད་ང་ཟེར་གྱི་ཨ་ལེ་འོ་ལེ་ཅིག་ཡོད་རེད་ཏན་ཏན་མེད་རེད་དེ། ད་ཞན་ཆ་ཤུགས་ཆེན་པོ་ཤི་ར་ར་བ། དཔེ་མ་ཟིན་ཞན་ཆ་ཤུགས་ཆེན་པོ་རེད་མཁན་ཚབ་ཤུ་བ་ཅོར་ཏིག་ང་དེ།

ཡིན་ན་ཡང་ཞན་ཆ་ལྟ་ཤུགས་ཆེན་པོ་ཞི་བ་ཆེར་ད་ཆེ་ན་པ་ཆེན་གི་རོ་འཛམ་བུ་གླིང་དམངས་ཕྲུག་ལངས་ཤོག་གི་འདི་ཡོངས་སུ་རྫོགས་པ་ང་ཐིག་ང་ཐིག་བཟོ་དགོས་རོ་ད་ང་བསམ་དེ་བསམ་པའི་བསམ་བློ་དེ་དེ་ནས་ང་ང་ཟེར་ནས་ད་དེ་དེ་རྐྱང་པ་ལས་ལྷག་བསྡད་དགོས་མ་རེད་ད་ང་དང་ང་གི་ང་ཡི་ཡུལ་ང་ཡི་ཁང་པ་ང་ཡི་ས་ཆ་ང་ཡི

ཇུས་གཏོགས་བྱེད་མཁན་ཇི་ལྟར་ལོ་སྟོང་ཕྲག་མང་པོ་ནས་བྱུང་རོགས་དང། ང་ཟེར་མཁན་གྱི་དངོས་པོ་གི་གནས་ཚུལ་དེ་ག་རེ་རེད་འདུག་དེ་ལ་ཡང་ཇུས་གཏོགས་དེ་ལ་ཡང་སློབ་སྦྱོང་བྱས་དེ་གང་རེད་འདུག་དངོས་གནས་ཧ་གོ་ཡག་གི་ཆེད་དུ་བྱེད་མཁན་མང་པོ་ཅིག་སླེབས་རོགས་དང།

ད་དེ་ལས་ཡར་འགྲོ་ལེགས་ཀྱི་ཆེད་དུ་དེ་ནི་ཁོ་རང་ལྷ་ལ་གསོལ་བ་མ་བཏབ་ན་འགྲོ་ས་གཅིག་མ་དུ་མེད་རེད་ད་མ་དམྱལ་བར་འགྲོ་ཡ་ད་དེ་འདྲས་བཤད་དེ་གོ་རོ་ད། ད་དེ་དེ། ག་རེ་ཡོད་རེད་ཟེར་ན་ད་དེ་ལ་ཡར་ཁྱད་པར་ག་རེ་ཡོད་རེད་ཟེར་ན་ད་དེ་དེ་རིག་པས་བརྟགས་ནས། བརྟག་དཔྱད་བཏང་ནས་བསམ་བློ་བཏང་ནས་འཇིག་རྟེན་པ་ད་ལྟ་རིག་ཞོ་འདྲ་བོར་དང་མ་གི། གང་ཟེར། ཨ་ལུ་མོ་མོ་ཙོང་དེ་གི་དང་དེ་ཚོ་ནང་བཞིན་མ་རེད་ད་དེ་ཚོ་བསམ་བློ་བཏང་བྱས་ནས། དེབ་བྲིས། སྐད་ཆ་བཤད། བགྲོ་གླེང་བྱས་ནས་ད་ཐ་མི་ཐ་མ་གཏན་ལ་འབེབས་ཕྱོགས་ཀྱི་གྲུབ་མཐའམ་ར་བ་མང་པོ་ཅིག་སླེབས་ཡོང་གི། ད་རྒྱ་གར་དེ་དང། རྒྱ་ནག་དེ་ཚོ་དངོས་གནས། ང་རང་ཚོ་དེ་རྒྱ་དཀར་ནག་གཉིས་དེ། ཕྱིས་སུ་པས་ཁོ་རང།

དེ་ཚོས་དེ་ནས་བསམ་བློ་བཏང་མ་ཤེས་རེད་མ་གཏོགས་དངོས་གནས་བྱས་པ་ཡིན་ན། དེ་གྲུབ་མཐའ་མང་པོ་མང་པོ་བྱུང་བ་རེད་ཧ་ལས་པ། རྒྱ་ནག་ལ་བྱུང་ཡོད་ས་རེད། དེའི་སྐོར་ལ་ད་ལྟའི་ཁྱེད་རྣམ་པ་ཡང་སློབ་གང་ཚོ་སྤྲུལ་སྐུ་མཁན་པོ་དུ་བཞུགས་ཡོད་ཙང་ངས་དེ་ཁྱེད་རྣམ་པ་མཁྱེན་ན་ཟེར་ཞུ་འདོད་ཡོད་དཔེར་ན། རྒྱ་ནག་ལ་རྟའོ་ཟིམ་སེང་ཇི་ཏོ་བ་དེ་དངོས་གནས་དོ་སྣང་གནང་ན་དེ་ཡ་མཚན་ཆེན་པོ་ཡོད་ས་རེད་དེ།

དོ་སྣང་གནང་ན་འདི་བྱེ་བྲག་མ་ལྷ་བག་གི་དངོས་གནས་བྱེད་ན་བྱེ་བྲག་མ་ལྷ་བག་གི་ལྟ་གྲུབ་སྟེ། དོ་སྣང་གནང་རྗེས་སློབ་སྦྱོང་བྱས་ན་དཔེ་ཕན་པོ་ཡོད་ས་རེད་དངོས་གནས་བྱས་ན་དེང་སང་ཚན་རིག་པ་ཚོར་རྣམ་འཇོག་འགྲོ་གི་རེད་གོ་འདོད། ཚན་རིག་པ་ཚོས་གཅིག་བསྡུར་ཕྲན་དང་དེ་འབྲེལ་སྐད་ཆ་བཤད་ཡོད་པས་དགའ་པོ་ཡོད། མ་གཞི་དེང་སང་ཡང་ཚན་རིག་པ་དེ་ཚོས་ཡར་རྒྱས་དགའ་ཆེན་ཕྱིན་ཡོད་རྟ། ད་བསྡུར་ཕྲན་ཆ་མེད་ཟེར་གྱིན་འདུག་ཚུལ་ཅི་འདྲ་ཅི་འདྲ་འདོད་གི་ཡོད་ས་མ་རེད། ཚན་རིག་པ་ཚོ་གི་ཡང། གང་བྱས། སྔོན་མ་ནས་ཡོངས་ཁྱབ་ཀྱི་ཚན་རིག་པ་ཚོ་ཚན་རིག་པ་སྐད་གྲགས་ཆེན་པོ་དེ་ཚོས་ད་ནང་པ་སངས་རྒྱས་པའི་ཆོས་དེ་ལ་གོ་རྒྱུ་འདུག་ཟེར་མཁན་དེ་འདྲ་མང་པོ་བྱུང་བ་རེད། དེ་ཚོ་ཡང། ཁོ་ཚོས་གོ་རྒྱུ་འདུག་ཟེར་མཁན། གོ་རྒྱུ་འདུག་གོ་རྒྱུ་འདུག་གི་རྒྱུ་མཚན་གང་རེད་ཟེར་ནས་ལབ་དུས། ཕལ་ཆེར་ཕལ་ཆེར། བྱེ་བྲག་སྨྲ་བ་དང་སེམས་ཙམ་པ་དང་དེ་ཚོ་གི་ལྟ་གྲུབ་དེ་ཁོ་ཚོ་གི་ག་ཞིག་ཅིག་ཀློག་རྒྱུ་ར་རག་མེད་འགྲོ་དེ་གི་མེད་འགྲོ་བསམ་བསམ་འདྲ་པོ་ཅིག་ཡོད་རེད་ད་ངའི་ཤི་དྲ་ཅིག་ཕྱིན་པ་དེ་ཧ་གོ་གི་མེད་འོ་ད་གངས་ཅན་ནང་པའི་ནང་ལ་ད་ནང་པ་སྲིད་དོན་དཀོན་མཆོག་གསུམ་ལ་སྐྱབས་སུ་འགྲོ་ཚར་མཁན་གི་གངས།

ཞི་བ་ལྷ་བདག་ཅིག་ཡིན་ན། ད་དབུ་མ་པ་རེད་གསུང་གི་རི་དྭགས་ང་ཚོ་གིས། ད་གང་ཞིག་དབུ་མ་པ་ཡིན་ཨེ་ཡིན་མིན་ཅི་ཞིག་ད་མཚམས་མཚམས་ང་ཚོའི་བོད་པའི། གང་ས། བོད་པའི་གཤིས་ཀ་ཅིག་ཡོད་རེད། མི་རྫིག་པོ་འདྲ་དེ་འདྲ་ཡིན་ན་ཁོ་ཨེ་ཅིག་ང་ཚོའི་གི་གྲས་འདི་རེད་ཟེར་ལབ་ཡ་ཅིག། དེ་ག་འདྲའི་ཡིན་ན་ད་དེ། ཡིན་ནས་ད་གསུང་རབ་མ་ཀློག་ཡོང་དུས་གང་ན་སྤྲོས་བྲལ་ཟེར་མཁན་འདྲ་དང། དེ་ནི་བདེན་པར་གྲུབ་པ་ཁས་མི་ལེན་མཁན་འདྲ་དང། རིགས་པས་བརྟགས་ཤིང་དཔྱད་ནས་སྐྱེས་པའི་རྙེད་དོན་ཧམ་གང་ཟ་ཁས་མི་ལེན་མཁན་འདྲ་ད་དེ་ཚོའི་གི་ཅན་བྱས་ནས་ད་སྐུ་དབུ་མ་པའི་གྲལ་བ་ཙུག་བཞག་ཡོད་རེད་རྣལ་འབྱོར་སྤྱོད་པའི་དབུ་མ་པ་ཨེ་རེད་དགོས་གཅིག་རེད་ད་ཁོང།

ད་ཁོང་ཚོའི་མགོ་སེར་ལ་ཡོན་ཏན་ཆེན་པོ་གཅིག་དེ་དེ་རྒྱ་མི་ཡག་པོ་ཡིན་ས་རེད་ལོ་རྒྱུས་ཤེས་ཡ་ལ། ཁོང་ཚོའི་ལོ་རྒྱུས་དེ་ཆ་ཚང་མ་བྲིས། དེ་ནས་པ། གང་ས། ཉར་ནས། འདིའི་སྐབས་སུ་འདི་བྱུང་འདི་འདི་དེ་འདྲ་དེ་དེ་བཞི་པོ་ཅིག་ཡོད་ས་རེད། རྒྱ་གར་ལ་སྔན་མ་ནས། ལོ་རྒྱུས་ཤེས་ཡ་གི་དེ་ནས་གོམས་གཤིས་དེ་ཉུང་ཉུང་ཡིན་ས་རེད། དེ་ཉུང་ངེས་ཀྱི་རྒྱུ་མཚན་དེ་ཁ་ཤས་ཀྱིས་ཡོད་ས་རེད་དེ། སྤྱི་བཏང་ནས། རྒྱ་གར་གྱི་དཔེར་ན་ཨུ་པ་ནི་ཤཱ་ཏྲི་ཟེར་མཁན་གྱི་ཡོད་རེད་ད་དེ་རིག་བྱེད་རེད་རིག་བྱེད། རིག་བྱེད་ཀྱི་ཆོས་དེ་ཡིན་ན་ཡང། བྲིས་ནས་མ་དེབ་ཀྱི་སྟེང་ལ་བྲིས་ཡ་དེ་སྡུག་ཅག་བརྩི་ཡོད་ས་རེད་སྔ་མ་ནས། ངས་མ་ད་ཡོད་ཡ་ཡོད་ས་མ་རེད་ཨ་ལས་དང་པོ། སློབ་དཔོན་གྱིས་མ་བཤད། སློབ་མ་གྱིས་ཉན།

དང། ད་རིག་པའི་གི་རིག་ལམ་ཐམས་ཅད་དག་ཤོག་གུ་གི་སྟེང་ལ་མ་ལྷག་འགྲོ་གི་རེད། མ་གཏོགས་སེམས་ཀྱི་ནང་དུ་བསྡད་གི་མ་རེད་བསམ་ནས་ཐུགས་འཕྲད་ཆེན་པོ་ཡོད་ས་རེད་ངས་མག་མི་འཚོ་གི། ད་དེ་འདྲས་འདྲ་མེད་འགྲོ་གང་བྱེད། དེ་འདྲས་དང་དེ་འདྲས་ཀྱི་རྐྱེན་བྱས་ནས། ལོ་རྒྱུས་འདྲ་དང་དེ་ཚོ་འདྲ་དེ་ཤི་འདྲ་ཤི་འདྲ་ཡི་གེ་ལ་ཕབ་ཐུབ་ཡོད་མ་རེད། རྒྱལ་ཚང་དེ་དེའི་ནང་ནས་ལོ་རྒྱུས་དེ། བྱས་ཚ་དེའི་སྐྱོན་ཆེན་པོ་ཡོད་རེད་སྐྱོན་ཆེན་པོ་འདུག་བསམ་བསམ་འདྲ་པོ་ཅིག་ཡོད་རེད་དེ་ནས་ལོ་རྒྱུས་ཀྱི་མ་བྲིས་ན་ཡང་སྙན་ངག་དང་བསྟོད་ར་འདྲ་དང་སྨད་ན་ཡང་སྨད་ར་དཔེ་རྒྱ་ཆེ་རྩིས་ཁུར་སོང་བ་འདྲ་དང། ད་དེ་ལྟར་མ་བྱེད་དགེ་འདུན་ཆོས་འཕེལ་གསུང་ཡོད་རེད་དངོས་གནས་དགེ་འདུན་ཆོས་འཕེལ་གསུང་དེ་ཚོ་གཟིགས་ན་ད་མཆན་གི་རེད། ད་གན་ཚད་པ་དེ་ནི་མང་པོ་རེད་བ་ད། རྒྱལ་བོད་ཀྱི་ཕོ་བྲང་དཔག་ཚད་ལྔ་བརྒྱ་ཡི་ན་ཅིག་ཡོད་རེད་ཟེར་གྱི་འདྲ་བ་དེ་འདྲས། རྒྱལ་བོད་ཀྱི་བཞུགས་ཁྲི་དང། ཕོ་བྲང་གི་སྒོ་གཉིས་པ་རུ་ལ་ཡང། དེ་ནི་ཐག་རིང་ཐུང་དཔག་ཚད་བརྒྱ་ཡི་ན་ཅིག་འདུག།

བྱས་ཙང་ཨོ་དེ་རེད། ད། ཞི་བ་ལྷ་དེ། འདི་སྤྱོད་འཇུག་གི་རྩོམ་པ་པོ་དེ། སྤྱོད་འཇུག་གསུང་མཁན་ཟེར་བ་རོ་ད་དེ། དབུ་མ། དབུ་མ་པ་ཡིན་ཟེར་བ་རེད་ད། ཁོང་གིས་དེ་ནི་དེ་ཡིན་པའི་སྒྲུབ་བྱེད་འདྲ་པོ་དེ་རེད་ད་ཅིག་སེམས་ཙམ་པ་དེ་ཚོས་དགག་པ་བརྒྱབ་ཡོད་རེད་ལ་རྒན་གྱིས་དེ་ལ་ཡ།

རྣམ་པ་ཚོར་ཅི་ལྟར་དམིགས་བསལ་གྱིས་ཅིག་བགྲོ་གླེང་གནང་ཡག་གནང་འདོད་ཡོད་པ་འདྲ་དང། ད་དྲི་བ་ཟེར་ན་མི་འདུག་དྲི་བ་ལ་ངས་ལན་ཕོག་གི་མ་རེད་ད། ཡིན་ནའི་ཅི་གཏང་བཀའ་མོལ་གནང་འདོད་ཡོད་པ་གིས་ཅིག་བརྗོད་གཞི་འདྲ་དེ་འདྲ་ཡོད་པ་ཡིན་ན། ཐང་སྟོང་སྤྲུལ་སྐུ་ཅུན་ང་ལ་ཡང་གསུང་རོགས་གནང། འོ་ད་དེ་རེད། དངོས་པོ་གི་གནས་ཚུལ། རིགས་ལམ། བེད་སྤྱོད་མ་བཏང་ནས་འདི་རེད་བསམ་ནས་འཇིག་རྟེན་པའི་བསམ་བློ་བཏང་དང། དེ་ནས་དངོས་པོ་གི་གནས་ཚུལ་ལྟ་རིགས་ལམ་བསམ་རིགས་ལམ་བྱས་བསམ་བློ་བཏང་འདི་རེད་ཟེར་ནས་ད་ཐག་གཅོད་བྱས་ནས་གྲུབ་མཐའ་མ་བ།

ཐག་གཅོད་བྱས་ཞེས་པ་དེ་ཚོ་ཡང་འགྲིག་གི་མི་འདུག་ད། དེ་ཚོ་མ་མི་འགྲིག་པའི་དབང་མི་འགྲིག་པ་བྱས། ཞི་བ་ལ་རང་ཉིད་ཀྱི་དེ་ནས་དངོས་པོའི་གི་གནས་ཚུལ་དེ་བདག་མེད་གཉིས་ལ་གཏན་ལ་ཕབ་སོང་བ་རེད་ད་དོན་དག་དོན་དག་བདག་མེད་པ་གཉིས། གང་ཟག་གི་བདག་མེད་དང་ཆོས་ཀྱི་བདག་མེད། ད་གང་ཟག་གི་བདག་མེད་དང་ཆོས་ཀྱི་བདག་མེད་ཚིག་དུ་ད་ཡང་ཚིག་དྲག་པོ་ཆགས་འདོར་ད་དེ་གང་འདྲ་ལབ་གི་ཡོད་ན་བསམ་གི་མི་ཚུགས། ད་ལྟའི་ཚིག་ཅིག་དཔེ་ཆ་སློབ་སྦྱོང་བྱས་མྱོང་མཁན་ཚོ་ད་དྲག་གི་རེད་བ་ད་དེ་ག་རེ་ལབ་གི་ཡོད་མི་ཁྱེད་རྣམ་པ་དེ་ཐུགས་བསམ་བྱེད་དགོས་འདུག་དཔེར་ན། སྤུ་གུ། སྤུ་གུ་ཟེར་བ་རེད་ད། ལོ་ལྟའི་ཚིག་ཅིག་ཤེས་འདོད་ཡོད་མཁན་གྱི་གང་ཟག་གསར་པ་གསར་རྐྱང་ཅིག་ལ།